དང་པོ་རྣམ་པ་བདུན་པོ་ཡིན་ན་ཁ་བརྡ་ལེ་ཚན་ལ་གཟིགས་པར་དགའ་བསུ་ཞུ། ང་ཁ་བརྡ་ལེ་ཚན་གྱི་མདོ་འཛིན་པ་གྲྭ་ལོ་ཡིན། དེ་རིང་ཉིད་ན་ངའི་བོད་ཀྱི་མཁོན་ཆེན། མཁན་པོ་བསོད་དར་རྒྱས་ལྡན་འདྲེན་ཡིག་དང་ངའི་གཉིས་ཀའི། ད་པ་དང་རྨོངས་བཏུས་ཞུས་པ་འདི་བརྗོད་གཞི་ཡིད་བརྡལ་དང་འདིའི་ཕྱོགས་ཁ་བརྡ་རགས་ཙམ་གཟིགས་ཡོད་ཀྱི། ཡང་ཞུ་ནས་ཁ་བརྡ་ལེ་ཚན་གྱི་འགྲོ་རུང་ལྟར་དེ་རིང་གི་སྐུ་མགྲོན་མཁོན་ཆེན་བསོད་དར་རྒྱས་ཀྱི་རང་ཉིད་མཚམས་སྦྱོར་རགས་བསྡུས་སུ་ཡོད་ཀྱི་རེད། མྱ་ངན་སོ་ལྟར་རྒྱས་འཛིན་ནས། གཙོ་བོ་བ་ཁམས་ཕྱོགས་ཀུན། དེ་ནས་ས་ཆ་འདི་ནས་ཡར་མཚར་ལུང་ཟེར་དགོས་ན་འདྲ་གི་འདི་ནས་ལྷོ་གཞུང་ཞེས་དང་ནི། རྟ་ལོ་མང་ཟེར་གསུངས་ནི་རེད། གཙོ་བོ་དང་ནང་སྟོད་ལྷོ་གླིང་གི་ནང་གི། གཅིག་ནང་ཆུ་འདི་ཚོ་ཐམས་ཅད་དུ་བཞེངས་ཡོད་ད། ད་ཕར་ཆེར་ལོ་ཉི་ཤུ་སུམ་ཅུ་ཟིག་གི་རིང་ང། དེ་ནས་གཅིག་ལྷོ་གཞུང་གི་གོ་རིམ་གི་ཁྲོད་དུ་ཡར། མི་ཚེ་གི་རིམ་པ་ནི་རོ་འདུག་གི་རེད་ཡོང་ནི་རེད། དེ་ནས་ན་ཅིག། རང་གི་ཡང། ལོ་མང་བོ་ཟིག་གི་རིང་གི་ནང་ང། དེ་རིང། ཁ་བརྡ་ལེ་ཚན་གི་ནང་གི་དད་པ་དར་མང་དུ་འདི་ཚོར་བཀོལ་ཏེ། ཅིག་བསམ་བློ་མང་བོ་འདི་ཚོ་བཏང་མྱོང། རེད་ཡ་མཁན་པོ་བཀའ་དྲིན་ཆེ། ཐོག་མར་ང་ཆུང་འདྲི་ཚིག་འདྲི་རྒྱུ་ཡིན། གཉིས་ཀ་དེ་རིང་ལེ་ཚན་ལས་བོ་ནུ་དད་པ་ར་མང་དུ་ཟེར་གོ་ནུ་འདི། ང་རང་སྟང་གི་བསམ་ཚུལ་ཡིན་གྱི་ན་ཅིག་ནང་ཆིག་དད་པ་ར་ནང་ཆིག་ར་དད་གོ་ནུ་ནང་གི་མང་དུ་འདི་ཅང་ཅང་ཟེར་གོ་ནུ་མི། ད་ཅིག་ཆོས་ལུགས་གཞན་པ་ར་ཡོད་གི་དུམ་ན་ཆོས་ལུགས་མིན་དང་ན་ར་ཡང་ལ་ལ་ཟུ་དེ་ཡང་ན་ཀ་སྒོར་མོ་ད་གི་ད་པ་ཚེ་ཀུ་ན་ཏུ་ཕ་ཅིར་ཡིད་ཆེས་ཟིག་ད་དུས་ད་རང་གི་ཅིག་སྐྱོབ་ཐུབ་བ་རང་གི་བསམ་ཚེ་དང་ཡུལ་བ་དུས་མངོན་འགྱུར་ཡི་གི་འཇིག་ཐུབ་བ་དུས་ཕྱི་རུ་ཡི་གི་ཅིག་རང་གི་བློ་ལྟ་དང་དེ་ཡིད་ཆེས་ཡོད་ན་དེ་ཧ་ཅིར་ད་པ་ཟེར་ར་འདོད་གི་ཡིན་ན་དེ་ཚེ་ཀ་དེ་རང་གི་འདྲི་ཚིག་ད་པ་ར་མང་དུ་ཟིག་དང་ལ་ལ་ཟུ་ཀི་འོ་འདི་ནང་ཆོས་དག་དག་རེད་ཟེར་ཀུ་ན་ཏུ་མ་ར་རེད་ལ་སྔ་པོ་ཨ་ཉིག་ད་ཆོས་ཀ་ཁ་བརྡ་ཟིག་ཡིན་ན་འུ་ཆོས

དཔེར་ན་སྒོར་མོ་ཡིན་ན་འདྲ་གི་དེ་བཞིན་དུ་ནི་ད་མི་གང་རུང་ཞིག་ལ་ལྟ་བ་གམ་མི་སྣའི་རང་གི་སྤྱི་ཚོགས་ཀྱི་རང་གི་རིན་ཐང་གི་ལྟ་བ་དེ་ལ་ཡང་ནི་མཐའ་གཅིག་ཏུ་སེ་གཅིག་ཏུ་འཛིན་པ་དེ་མོ་ཟིག་ལྟ་བ་དེ་རེད་ཟེར་ནས་ཆོག་གི་ཡོད་དོ་རེད་དེས་ན་ད་ང་ཚོས་ཡང་ཅིག་ནང་ཆོས་ཀྱི་ནང་གི་བཤད་དེ་ཁྱེར་ཡོང་ནས་ན། དག་པ་གཟེངས་རིགས་ཀྱི་དམིགས་ཡུལ་འདི་འཇིག་རྟེན་འབའ་ཞིག་དང་དཀོན་མཆོག་སེམས་ཅན་ཡི་དམ་འདས་ཟེར་བ་ནི་རེད། གང་ལྟར་ཡང་ན་ཁ་སང་དེར་ངུ་ཚོའི་ཞུན་ཚོགས་ཀྱི་ད་འདི་ཁྲོ་ཙེར་དགོ་ན་འདྲ་གི་ཞུན་ཚོགས་ཀྱི་དེ་ནས་མི་རྣམས་ཀྱི་ད་འཚོ་བ་གི་ནང་འདི་ན་དེ་ནས་ད་ལྟ་འདི་ཅིག་མེད་དུ་མི་རུང་བ་འདྲ་འདྲ།

ཤེས་བྱ་དེ་རང་གི་རྒྱུད་ལ་འབྱོར་ཐུབ་དགོས་ན་ཡང་ན་ཧ་ཅང་དཀའ་མོ་ཡིན་ས་གི་དཔེར་ན་བཟོ་རིག་པ་ཡིན་ན་འདྲ་གི་རྩིས་ངོར་རྫས་གསུམ་གི་ཤེས་བྱའི་ངོས་ཚན་གང་དང་གང་ཡིན་ན་ར་ན་ཐོག་མར་མི་དེ་ལ་ཡང་ན་དེ་རྩེ་གཅིག་གི་རྒ་བཞིན་འགྱུར་བ་མེད་པ་ཟིག་འདི་རུ་དགོས་གི་དེ་ལྟ་བུའི་ད་རེས་རྒ་བཞིན་འགྱུར་བ་མེད་པ་ཟིག་འདི་མེད་ནི་ཡིན་ནི་ན་ངས་བལྟས་ན་ད་རེས་དེ་ཡང་རང་གི་རྒྱུད་ལ་འབྱོར་རྒྱུ་དེ་ཧ་ཅང་དཀའ་མོ་ཟིག་རེད་དེ་ནི་དཔེར་ན་གཅིག་ད་པ་ནི་ད་རེས་གི་ས་ལྟ་བུ་དགོས་ཟིག་རྒྱུ་ད་ས་ནི་སྐྱེ་དངོས་ཐམས་ཅད་ཀྱི་གཞི་ཡིན་པར་ལྟ་བ་ནི་ད་ལྟ་ནི་ཤེས་བྱའི་ཡོན་ཏན་ཐམས་ཅད་ཀྱི་གཞི་ཡིན་པར་ལྟ་བ་ད་ལྟའི་ད་རེས་ཆོས་གོས་གཞུང་གི་སྐབས་ན་ཡང་གསལ་བོར་གསུང་བ་ནི་རེད་དེ་དེ་ནས་ན་ཡང་ཅིག་དེང་སང་འགའ་རེ་གིས་ཟེར་ནས་ན་ད་ཅིག་ད་པ་ཟེར་གྱི་འདི་ཚོ་ཡིན་ནས་ན་ཅིག་དགོས་པ་ཡོད་ནི་མ་རེད་ཅིག་ད་ལྟ་འདིར་མང་དུ་བཙུད་རེད་དེ་ནས་བཟུང་སྟེ་ཅིག་ང་ཚོའི་ཁ་རྩི་དེ་རིང་གི་བསམ་བློ་དེ་སྐུ་ཡང་བ་དང་ནི་རྒྱ་ཆེ་བ་ཟེར་དང་ནི་སྐྱེར་ཡང་བ་ད་འདི་མོ་ཟིག་གི་ངོ་གི་ནས་ནི་དག་ཤེས་དངོས་པོ་ཡིན་ན་འདྲ་གི་ནང་གི་སེམས་དགུ་བསམ་པའི་དཔར་ཡང་ཡིན་ན་འདྲ་གི་འདི་ཚོ་ཐམས་ཅད་ད་ནི་ངོས་འཛིན་བྱེད་ཀྱི་ད་ནི་དྭངས་བླངས་བྱེད་ཀྱི་ཟེར་དགོས་ཀྱི་ཟེར་ཡིན་ཡང་གཞོན་སྐྱེས་འགའ་རེ་གི་དེ་མོ་ཡང་ད་རེས་བཟོས་ཀྱི་ཡོད་ནི་རེད་ད་ད་ལྟ་བཟོས་ན་ཡང་ནི་བཟོས་ཆོག་ནི་རེད་བཟོས་མི་ཆོག་ཀྱི་ཡོད་མ་རེད་ད་ཡིན་ན་ཡང་དེའི་ད་རེས་གི་བསམ་བློ་དེ་ཡང་ང་ཚོ་ཚང་མ་གི་ད་ཅིག་བརྟག་དཔྱད་སུ་གཏོང་དགོས་བསམ་གི་བརྟག་དཔྱད་དུ་མ་གཏོང་གྱི་གཅན་ཟིན་ན་ཡང་འཇིག་རྟེན་གི་ཁམས་ན་ལ་ལ་དེ་ཅིག་དགག་པ་ཁོ་ན་བརྗོད་ཀྱི་ད་ནི་རང་སྐད་ཆ་ཁོ་ན་ཟེར་གི་འདུག་ནི་མ་གཏོགས་བཟོས་མིན་གཏོང་ངོ་སི་ཐག་གི། རང་གི་ཡང་ད་རེས་ཀྱི་ཡི་ཧ་ཟི་དེ་དག་འགྲུབ་གི་ཡོད་མ་རེད་ཕྱིར་ན་ཡང་སྐད་ཆ་གི་བཤད་དུས་ཁྱེད་རང་དེ་གནས་ལུགས་ཧ་ཅང་ད་རེས་ཀྱི་ཟབ་མོ་ཟ་ན་རྒྱ་ཆེ་བོ་ཟིག་ཡིན་ན་སྐད་ཆ་གི་བཤད་དགོས་ན་བཤད་ཙམ་མོ་ཟིག་རེད་རེད་ད་ནི་དོན་དངོས་སུ་ལག་འོབ་ཀྱི་སྟེང་གི་རང་གི་སྒྲུབ་དགོས་ནས་བཟུང་སྟེ་བཤད་བ་ཆུང་ཆུང་ཟིག་ཡིན་ན་ཡང་ད་རེས་བཤད་བ་དེ་སྒྲུབ་དགོས་ཀྱི་དེ་གཅིག་དཀའ་མོ་ཟིག་རེད་ང་ཚོའི་འཇིག་རྟེན་གྱི་དཔེ་ཟིག་གཏམ་གྱི་ད་རེས་ཀྱི་མགོ་སྐ་དེ་གི་བཤད་བའི་གཞུང་སྐ་ཆུ་བོ་མཐའ་སྐ་ཟིག་གི་ཟོ་ནི་རེད་དེ་ཡིན་ན་ན་གཅིག་བཤད་བ་སྒྲུབ་ཀྱི་ཡིན་ན་འདྲ་གི་ཕྱིས་བཤད་འདི་ཚོར་རྒྱུས་ལོན་བྱེད་རྒྱུའི་དབང་དུ་བྱས་ན། དཔེར་ན་རྟ་ཕག་ཅིག་ཡིན་ན་ཡང་ན་ད་ལྟའི་ངོས་འཛིན་དང་ནི་ད་ལྟའི་ཇག་དབྱེ་བ་འདི་ཚོ་ཐམས་ཅད་དང་ཡང་ན་ཅིག་ཤེས་ཤེས་ངོ་ངོ་ནས་ནི་རྒྱུས་ལོན་དུ་ཡང་དག་པ་ཙམ་མ་ཤེས་ཀྱི་རྐྱེན་ཙམ་ཡིན་ན་གཞན་ལ་ད་རེས་ཀྱི་རྨོངས་དད་རྨོངས་དད་ཟེར་གྱི་ཡོད་ནུས་ནང་གི་ཡང་འགའ་རེ་འགའ་རེ་དུ་རང་ཉིད་ཡང་ད་རེས་རྨོངས་དད་ཀྱི་དཔྲལ་བའི་ཡོངས་སུ་ད་ཅིག་འཆང་བ་ཟེར་དགོས་ན་འདྲ་གི་དཔྲལ་བའི་ནང་དུ་ཚུད་དེ་ནི་ནི་དེ་གི་རང་ལ་ཡང་ན་ད་རེས་ཀྱི་ཅིག་རང་གི་རིག་པ་ལྟ་བ།

ད་ལོ་རབས་དུས་རབས་སྔ་མ་གི་ད་རེས་ལོ་རབས་དྲུག་ཅུ་བདུན་ཅུ་ནས་བསྐྱར་ན་ཅིག་དངོས་གཙོ་རིང་ལུགས་ཀྱི་ལྟ་བ་འགའ་རེ་གི་ནི་ང་ཚོས་ད་རེས་ཡང་ཅིག་ཆོས་ལུགས་དང་འདི་མོ་ཚོ་ཐམས་ཅད་ད་ལྟ་ཚུར་གཞན་པ་ཟིག་ཏུ་བཟུང་བའི་ད་ནི་དེའི་ཐ་སྙད་གསར་བཟོ་ཟིག་ཏུ་དེ་ནས་ས་ཆ་འགའ་རེ་ན་ག་ཚོད་དེ་རང་ཡོང་སྲིད་ད་རེས་ཡོང་མི་ཚུལ་རེད་དེ་ནས་ཁྱེད་རང་དེ་བཏང་སང་ཡང་ཅིག་ལོ་ཆུང་མོ་ཟིག་གི་ད་ཅིག་གཞན་པ་གི་ཆོས་ལུགས་ཡོད་དོ་ཅོག་ཕམ་ཆེད་ཡིན་ན་རང་འདྲ་གི་མི་ནི་ཁྱེད་རང་ནང་ཆོས་ཡིན་ན་འདྲ་གི་འདི་ཚོ་ཐམས་ཅད་ཀྱི་དེ་ནས་ལྟ་བ་དང་ནི་དེ་བཞིན་དུ་ནི་ཤོད་པ་འདི་ཚོ་ཅིག་ཡང་དག་པ་ཟི་འདི་མ་རེད་འདི་ཤི་འཇོ་ལོག་ཟི་རེད་འདི་རི་མོང་པའི་དག་པ་ཟི་རེད་ཟེ་དེ་ནི་ཚང་མ་ལ་ལྟ་རེད་མོང་སྟག་གི་ཞབས་གོས་ནི་དང་ནི་འདི་གི་དང་ལེན་མི་ཤེས་ཀྱི་ཡང་ཅིག་འགའ་རེ་འགའ་རེ་ཡོད་དགོས་རེད་ཕྱིར་ན་ད་རེད་མོང་སྟག་བཙལ་གྱི་ཟི་དང་ནི་ཡང་དག་པའི་དག་པ་ཟེ་འདི་ཀྱི་འདི་ཡང་དག་པའི་དག་པ་ཡིན་ན་དེ་ནི་རང་དགའ་ས་བོ་ཡིར་གི་དངོས་པོ་གནས་ལུགས་དེ་ཇི་ལྟ་བ་བཞིན་དུ་སྟོན་ལ་གནས་ནས་དེ་ལྟར་རིགས་ཇི་ལྟ་བ་བཞིན་དུ་འཚོ་རུ་བྱེད་ནུའོ་བསམ་བློ་གཟུགས་ཀྱི་མྱང་གི་ཡང་དག་པའི་ལྟ་བ་དང་རྨོངས་དད་བརྩེགས་འདུག་རྒྱུད་དུ་རང་གི་ལྟ་རིགས་བསམ་བློའི་སྒོ་ནས་ན་འདི་ཡང་དག་པ་གཟུགས་ལ་བཟུང་ཡོད་ན་དོན་གྱི་སྟོན་གྱི་དེ་ལ་ཡང་དག་པའི་ཡོན་ཏན་ཇི་ལྟ་བ་བཞིན་དུ་མེད་ནས་དཔེར་ན་ད་རེས་ངེད་ཟིང་ག་བྱེད་ཞོག་ད་ནི་ཅིག་དཔེར་ན་བླ་མ། དགུ་མཚན་ཉིད་དང་ལྡན་པ་གཟི་རས་དགེའི་བཤེས་གཉེན་ཡང་དག་པ་གཟི་རས་བསོད་མའི་དད་པ་འཛིན་པ་པོ་དེ་ལ་ད་རེས་ཀྱི་ཅིག་ཧ་ཅང་ད་རེས་ཀྱི་ནི་དད་པ་ཆེན་པོ་ཡོད་ན་ཡང་དོན་གྱི་སྟེང་གི་དེ་གི་ཕ་རོལ་བོ་དེ་ལ་དེ་ལྟ་བུའི་ཡོན་ཏན་མི་ལྡན་པ་མ་ཟད་དེ་ནས་ཅིག་གཞན་ལ་ད་རེས་ཀྱི་ཅིག་མགོ་སྐོར་གྱི་དང་ནི་བཤད་པ་ཡང་ནི་ད་རེས་ཆོས་དང་མི་མཐུན་པ་འཇིག་རྟེན་མི་མཐུན་པ་སུ་གྲི་གོ་ནས་ན་ད་རེས་དད་པ་བྱེད་ནུས་གང་ཟག་གི་དེའི་རྒྱུད་ན་ཡོད་མི་བསམ་བློ་དེ་མྱང་ང་དེ་གར་མང་དུ་མཛད་བཞག་ན་རེ་མི་ཆོག་གི་མེད་ཚར་རེ་རེ་དེ་མོ་ཟེར་དེ་དང་འདྲ་བ་ཅན་གྱི་ནི་ན། དཔེར་ན་ང་ཚོའི་ད་རེས་ཀྱི་ཆུ་ཡིན་ན་འདྲ་གི་ཆུ་གཟེངས་འདུག་ཀྱི་འོག་ཏུ་གཅིག་ཚེ་འདུག་ཞེས་ལས་རྒྱུ་འབྲས་འདི་ཚོ་སྟོང་གི་སྟེང་ན་མེད་ན་ཟེར་ག་དེ་གི་ཡག་ཁུ་བསམ་བཞག་ན་དེ་ལ་རི་མོང་དུ་བརྩེ་དགོས་རེད་རེད་ད་ནི་སྟོང་གི་སྟེང་ན་དེ་ལྟ་བུ་དུ་ཡོད་དེ་ནི་དེ་གི་དུ་མ་གོ་ནི་འོ་དེ་ད་རེས་ཀྱི་ཕ་རོལ་ལ་ཡང་ཅིག་དུ་ཡང་དག་པ་མ་རེད་ཟེར་རི་མོང་དུ་བརྩེ་དགོས་ཅིག་ན་གཞན་ལ་རི་མོང་དུ་བརྩེ་ན་ར་སྟོང་གི་སྟེང་གི་རང་ཉིད་ཀྱང་ནི་ཅིག་རི་མོང་དུ་གི་ད་རེས་ཀྱི་དེ་ནི་ཞོགས་སུ་འགྲོ་ཉེན་ཆེ་ས་ནི་འདྲ་དེ་མོ་ཟེར་རེད་དེ་ནི་ན་ང་ཚོས་ཅིག་རི་མོང་དུ་བརྩེ་གི་འདུག་ཀྱི་འདི། ཅིག་དྭངས་གཙང་གི་ཐ་སྙད་ཚིག་ཕར་ཆེར་ཡིན་ས་གི་ཡིན་ན་ཡང་ནི་རྨོངས་དད་འདི་ཅིག་ཆོས་ལུགས་ཀྱི་ནང་ན་ཡང་ཆོས་ཡང་དག་པ་ལ་མི་ཤེས་པའི་ཆོས་དེ་ལ་རྨོངས་པའི་དད་པ་ཡོད་མ་རེད་ད་ནི་ཆོས་སྒྲུབ་པ་པོ་གང་ཟག་དེ་ལ་དད་པ་ཡེ་བྷ་ཟི་དུ་འཇོག་མི་ཤེས་ད་ནི་དེ་གི་རྨོངས་པའི་དད་པ་ང་ཚོའི་རྨོངས་མང་སྤྲོད་ན་དེང་སང་ཡང་ཅིག། དཔེར་ན་ཆུ་མ་ཡིན་པ་ལ་ཆུ་བཞིན་པ་དང། དེ་བཞིན་དུ་ནི་བརྟག་པར་མི་དབུལ་བ་ལ་བརྟག་པར་དབུལ་བ། ལྟར་དུ་འཛིན་པ་དང་དེ་ཚུར་མང་དུ་སྤྲོས་སམ། དེ་དང་མ་ཚུད་པ་ཀུན་དཔེར་ན་ཚན་རིག་ཡིན་ན་ར་ནི་ཡང། དེང་སང་ད་རེས་ཚན་རིག་པའི་འཛིན་པ། ཉིན་མོ་ཡོང་ནས་ཡིན་ན་ཨོ་ད་འདི་ཚན་རིག་ཏུ་འཛིན་ནི་རེད་འདི་ཚན་རིག་ཅི་ལྟ་བ་བཞིན་དུ། དག། ཅིག། གཏན་འཁེལ་ཡིད་དང་བརྟག་དཔྱོད་ཀྱིས་དེ་ཡང་གྲུབ་འབྲས་ཡང་དག་པ་ཐོབ་ཡོང་ནི་རེད་ཟེར། ཐ་ན་ད་རེས་ཅིག་དངུལ་རྫས་ཟིག་གི་ཁྱབ་བསྒྲགས་བྱེད་རྒྱུ་ཅན་ཟིག་ཡིན་ན། ད་འདི། ད་རེས་ཀྱི་ཚན་རིག་དང་མཐུན་ན་རེད་བཟོས་བྱུང་ན་དེང་སང་ད་རེས་ཀྱི་ཚན་རིག་གི་དེ་ཅིག་མང་དུ་ཅིག་ཚང་མ་ལ་ད་རེས་ཤར་ནུབ་ཟེར་གྱི་མེད་གི་དེ་བཞིན་དུ་ནི་སྤྱི་ཚོགས་གང་ན་ཡིན་ན་ར་ནི་ཅིག་སྙན་པོ་འདྲི་གི་ཡིན་ན་རེད་དེ་མི་མང་པོ་ཟེར་གི་ཡང་ན་དུ་ཅིག་བེད་སྤྱོད་བྱེད་ཀྱི་རུང་བ་ད་ནི་འོ་ད་འདི་ཚན་རིག་ད་རེས་ཀྱི་མཐུན་པ་ཡིན་ན་རེད་འདི་སྨན་འདི་ཡང་ན་ཚན་རིག་གི་རྟོག་དཔྱོད་བྱེད་ན་རེད་འདི་དངོས་རྫས་འདི་ཡང་ན་ཚན་རིག་གི་ད་རེས་རྟོག་དཔྱོད་བྱེད་ན་རེད་དེ་མོ་ཟེར་གྱི་རུང་ད་དེ་ཡིན་ཚ་གོ་ས་མེད་ད་ནི་དེ་ལ་རྩེ་གཅིག་ད་དགའ་བཞིན་བྱས་ན་དོན་གྱི་དེ་ཡུན་དུ་འདི་མེད་ནས་ཡིན་ན་ད་དེ་ལ་ཡང་རེད་མོ་འདི་ཕར་ཆེར་ཟེར་ཆོག་ས་རེད་བསམ།
རེད་སྙམ། ད་གོང་ནས་ད་བར་མང་དུ་ཉེ་བ། ཆེས་རིག་གཞུང་རང་རེ་དང་འབྲེལ་དུ་ད་དུང་འབྲེལ་ཞིག་བྱ་ཐ་ཞུ་ནས་ཆེས། ནང་ཆོས་ཡིན་ན་ཆོག་གོ་གཞན་པ་ཡིན་ན་ཆོག་གོ། མང་དུ་ཡིད་གཏོང་ནས་དེའི་སྤྱི་ཚོགས་ལ་གནོད་འཚེ་ཐེབས་ཀྱི་རེད་དེའི་ཕྱོགས་ཀྱི་རྩལ་གཟིགས་ཀྱི་བགྱི་བའི་སྒོ་ནས་ཅིག་མ་བཤད། ད་འདི། མང་དུ། འདས་དེ་ནས་ད་ནི་ང་ཚོའི་ཕྱི་ཚོགས་པ་གནའ་ནས་ད་མ་ཐུག་གི་བར་དུ་ཕྱིར་ན་གནོད་པ་ཡང་དག་རིགས་ག་ལ་གང་ཙམ་བྱུང་ཡོད་ནི་རེ་འཛིན་ན་ཆོག་གི་རེད། ཆེ་རེ་འཛིན་ན་ང་ཚོའི་ནང་ཆོས་དབང་དུ་བྱས་ན་ཆོས་ལ་དད་དགོས་ན་ཡང་ནི་དད་པ་དེ་ལ་ཅིག་རིམ་པ་གསུམ་རེ་འདྲི་ཟེར། དག་གི་དང་བའི་དད་པ་དང་འདོད་པའི་དད་པ་དང་ནི་དེ་བཞིན་དུ་ཕྱིར་མི་ལྡོག་པ་གམ་རྒྱུ་མཚན་ཤེས་པའི་དད་པ་ཟེར་གྱི་ད་ནི་དད་པ་དེ་རིགས་གསུམ་ཡོད་ནི་རེད། དེ་འདི་ཅིག་དང་བའི་དད་པ་དང་ཐོག་དང་བོའི་དད་པ་འདྲི་ཟིན་བྱུང་ན་ད་ཅིག་རྒྱུ་མཚན་ཡང་དག་པ་མ་ཤེས་ཀྱི་རང་དང་གཞན། གཞན་ཟེར་འཇིག་དུས་ཡིན་ངོ་ཆད་ཀྱི། ཨ་ཕའི་ཁ་བོར་ལ་གཙང་བཞེས་མཛད་ཀྱི་འདུག་ཁྲིམས་ན་ད་འདི་ཁོང་གི་ཕ་ཁ་བོར་ཡིན་ནི་རེད་ཕ་གི་སྤྱན་ནས་ཡིན་ནི་རེད་གཙང་གྱི་རེད་བསམ་གྱི་ཟིན་ན་མི་ཐམས་ཅད་ཀྱི་དེ་ལྟ་བུའི་ཁས་ལེན་པའི་ངེས་པ་ཡོད་མི་རེད་རྒྱུ་མཚན་ཅི་ཡང་མ་ཤེས་ཡི་ད་ནི་རང་སེམས་ཀྱི་ཧ་རུ་ཚུར་འཇོག་གི་ཡི་ད་ནི་རང་གི་རྒ་གཞན་ཙམ་ཟིག་གི་རྒྱུ་མཚན་དུ་ཤེས་བཞག་ནི་ཡིན་ན་དུས་ད་རེས་ཡང་དག་པའི་ལྟ་བ་ཟིག་གི་ཕྱོགས་སུ་སོང་ཡོད་མི་རེད་དེ་ལ་དེ་ནས་ཁས་ལེན་ཡོང་ཡོད་ད། ད་ང་ཚོས་ཅིག་དཔེར་ན་ཕྱི་ཚོགས་ཀྱི་ཁྲོད་དུ་ནི་བླ་མ་དང་རིམ་མཚར་ཉིད་དང་མི་ལྡན་པ། དེ་བཞིན་དུ་ནི་ཅིག་འདྲ་དང་མི་འདྲ་བའི་ཕྱུགས་ཞོན་གྱི། ད་ཅིག་ཕྱུགས་ཞོན་གྱི་ནང་དུ་འདི་ཚོ་བེད་སྤྱོད་བྱེད་དུ་ཁྱེར་ཡོང་བས་དྭངས་གཙང་ཡིན་ན་ཅིག། ད་རྒྱ་ཡི་བྲེ་བོ་ཡི་བྲེ་དེ་བཞིན་དུ་ཕྱག་གླང་རེ་ཅིག་ས་ཆ་དེ་རིགས་ག་ལ། ག་ས་གང་ན་གང་ན་ཡིན་ན་ར་ན་ཡང་ཅིག་ང་ཚོ་ད་རེས་ཀྱི་ཕྱུག་གི་ཅིག་ནམ་བཟའ་ཟེར་དགོས་ན་འདྲ་གི་དེ་མོ་གི་ཧྲག་གྱོན་དེ་བཞིན་དུ་ཡང་ཅིག་ཁ་གི་ད་རེས་ཀྱི་ཕྱུག་བྲག་གི་ད་ན་ཤ་བ་མོང་ཟི་དུ་ཤེས་དགོས་ན་སྟོང་གི་སྟོང་གི་ཅིག་རང་གི་ཅིག་རྒྱུད་རྫི་ཡིན་ན་འདྲ་གི་དཔར་འབྱོར་ཡིན་ན་ད་སྙན་གྲགས་ཡིན་ན་འདྲ་གི་དེ་ལ་སོགས་པ་གི་ཅིག་ཤ་བ་ཤུ་དེ་ཁྱེར་ཡོང་ནས་ན་ཡང་དེ་ལ་ད་རེས་རྒྱུད་འབྲངས་པ། ཧ་ལས་གཅིག་གི་ཆེས་མང་པོ་ཡོད་དེ་ནི་ཨོ་ད་འདི་གཅིག་ཁོ་ཚོས་ད་རེས་ཀྱི་དུས་གསུམ་གྱི་སངས་རྒྱས་ཀྱི་དངོས་སུ་ཅིག་ཤོས་ནས་ཡིབ་བླ་མ་དགེ་བའི་བཤེས་གཉེན་གྱི་ཚུལ་དུ་སྣང་ཡོང་ནི་རེད་ཟེར་མྱི་མང་པོ་གཟིགས་འདུག་དེ་ལ་ད་རེས་ཀྱི་ད་ཀི་ནི་རེད་དང་སུ་ཕྱོགས་རིང་གི་སྐབས་ཀྱི་ཞལ་ནས་ན་ར་ན་དཔེར་ན་ད་རེས་ཀྱི་མཁན་ཆེན་པོ་རྫོགས་པ་ཆེན་པོ་སེམས་ཉིད་སྔར་སྲོལ་སྐབས་ནས་ན་ར་ད་དཔེར་ན་འཁོར་ཚོགས་ད་རེས་ཀྱི་སྤྲིན་མི་ལྟ་བར་སྐྱིད་སྐྱིད་ཀྱི་མང་ཡོད་ནས་ན་ར་ན་བླ་མ་མཚན་ཉིད་དང་མི་ལྡན་ན་ཅང་འདི་ཅང་ཁྱད་ཆོས་མེད་ཅེས་ནི་རེད། འཁོར་མོང་མ་མང་ཡོད་ནི་མ་རེད། དེ་བཞིན་དུ་ནི་རྒྱུད་དང་རིགས་དབྱིབས་ཞིག་མ་ཞིག་ཡོད་ནི་མ་རེད། དེ་བཞིན་དུ་ཤ་ཚོགས་མ་ཚོགས་ཡོད་ནི་མ་རེད་གཟུགས་ཡག་མ་ཡག་ཡོད་ནི་མ་རེད། གང་ལྟར་ཡང་ནི་ང་ཚོའི་ད་རེའི་ཞོན་ཚོགས་འདི་དགུ་རྒྱུད་དུ་ཆི་རེ་ཟིན་ན་གནས་ལུགས་ཡང་དག་གི་ད་རེའི་གི་བདེན་དོན་འདི་ཅིག་མི་མང་ཡིན་ན་འདྲ་གི་ཞོན་ཚོགས་ཡིན་ན་འདྲ་གི་འདི་ངོ་སྤྲོད

དེ་ནས་ཅིག། ད་དཔེར་ན་སློབ་མ་ཟིག་གི་བླ་མ་བརྟག་རྒྱས་གནང་ར། དེ་གི། ལ་ལ་གི་ད་རེས་སློབ་ཆིག་གཉིས་ཀྱི་བར་དུ་བརྟག་ཡང་སོང་ཡོང་རེད། ཡང་ལ་ལ་གི་ད་རེས་གི་ལོ་དྲུག་གི་བར་དུ་བརྟག་ཡང་ད་རེས་སོང་ཡོང་ནི་རེད། གང་ལྟར་ཡང་ན་དང་པོ་ཉིན་ནས་ནི་ཅིག། ད་བླ་མ་འདི་ཚོ་ད་རེས་འཕྲད་དེ་ཁྱེར་ཡོང་དུས་ཁྱེར་ཏོག་དང་གློ་བ་འཕྲད་པ་ལྟར་དུ་ནི། དེ་མ་ཐོག་ཏུ་དྭངས་ལེན་བྱེད་འཇོག་ཅི་ཅང་འཛིན་ན་ནང་གཞིས་ཀ་ནས་སྐུབས་ན་ཅིག་ཉེ་རང་གཉིས་ཀ་ལ་ཡང་ཅིག་ཕམ་ཁ་མང་བཟོ་བཟོས་ཀྱི་ཉེན་ཁ་ད་རེ་ཡོད་ནི་རེད་དེ་ཡིན་ན་ན་ང་ཚོས་ཕྱི་ཚོགས་བཀོད་ཅིག་ག་ཚོད་དེ་རིང་གི་ཁྲོད་ཀྱི་གནས་ན་འདྲ་གི་དཔེར་ན་ཅིག་སློབ་མ་གང་རུང་ཟིག་ག་ད་པར་མ་ཤི་ཡིས་ད་ནི་དི་གི་རི་མོང་དག་གི་དབང་གི་དེའི་སློབ་ཁྲིད་ཟེར་དགོས་ན་འདྲ་དེ་མོ་ཚོང་གནས་ན་གཅིག་ཏུ་ལ་མི་སྐྱོ་ཡང་གི་སོང་ནི་རེད་གཅིག་ཏུ་སློབ་མི་སྐྱོ་གི་ཡང་སོང་ནི་རེད། ཡི་རེ་ད་ནི་དེ་གཉིས་ཀ་དེ་ཡང་ན་གཅིག་སྣང་བ་སངས་རྒྱས་པའི་ཆོས་ཀྱི་སྐྱོན་གྱི་ཚོགས་ནི་མ་རེད་ཆོས་ཡིན་ན་ཡང་དག་པའི་གནས་ལུགས་དེ་དེའི་ནང་ན་བཤད་ཡོད་ནི་རེད་ད་དེ་བླ་མ་དང་སློབ་མ་གཉིས་ཀྱི་ཅི་ལྟ་བ་བཞིན་དུ་ལག་བསྟར་ད་ནི་དེ་ལག་འཁྱེར་མ་འོངས་ནུ་བོ་དེའི་སྟོབས་ཀྱི་རེད་དེ་མ་ཡིན་པ་གི་ང་ཚོ་ག་ཚོད་དེ་རིང་གི་ཤིང་སོགས་ཀྱི་ནང་ན་ཡང་ན་དཔེར་ན་གཅིག་སློབ་མ་གྲགས་ཅན་ད་ནི་དེ་བཞིན་དུ་ན་ད་གཅིག་གློག་བརྙན་གྱི་འཁྲབ་སྟོན་པ་གྲགས་ཅན་ད་འདི་མོ་ཚོ་ཡིན་ན་ན་ཡང་དེ་ལ་རྗེས་འབྲངས་པ་མང་བོ་ཚུད་ནི་རེད་ད་རྗེས་འབྲངས་པ་མང་བོ་ཚུད་ཡིན་ནི་ན་ཁོ་ལ་ཧ་ཅང་དགའ་བཞིན་ནི་ད་ངས་བསོད་ན་དེ་ཡང་ན་ཅིག་འགའ་རེ་དུ་ད་ཁོ་རང་ལ་དཔེར་ན་ཅིག་སྐད་སྙན་པོ་དང་ནི་དེ་བཞིན་དུ་ནི་འཁྲབ་སྟོན་གི་ནུས་པ་ཡོད་ཚུལ་ཡིན་ན་དེའི་ཤོད་པ་དེ་ལ་ཡང་ནི་སྣེ་གཅིག་དང་ཅིག་ཡིད་སྨོན་ཞིག་ཡིད་ཁྱེར་འོས་དང་ནི་དེ་ལ་བློ་གཞུང་ཞིག་ཡིད་དགའ་ན་ཡང་ཆོག་གོ་འགའ་རེ་ཡིན་ན་རང་ལ་དེ་ལྟ་བུའི་ཡོན་ཏན་ཅི་ཡང་མེད་ནི་ད་གི་རྩེ་གཅིག་དུ་དེའི་རྗེས་སུ་འབྲངས་ངེས་དང་ནི་དེའི། བྱ་བ་ཐུགས་དམ་ཇི་ལྟར་ཉིན་མཚན་མེད་དེ་ནས་འཚོར་སྙིང་ཧྲལ་གྱིས་བཅངས་མཛད་ན་ད་བར་སྤྱིར་མང་དུ་ཀྱི་ཤོག་སེ་ཨུ་འབྲོག་ཙམ་གྱི་དེ་ནས་རང་གི་ཅིག་ཤེས་བྱ་ཡ་ཅིག་ཤེས་རིག་འདི་ཚོ་སློབ་སྦྱོང་ཡང་མ་བྱེད་རང་གི་ཅིག་དགོས་མཁོ་དང་བསྟུན་པའི་འཚོ་བ་གི་ཅིག་ཞིང་ཚོགས་ཀྱི་ཅིག་ལས་ཀ་འདི་ཚོ་ཡང་ན་ཅིག་ལྟོ་སྣང་མི་བྱེད་ཀྱང་ཉིན་མཚན་མེད་དེ་ནས་ཏུ་ཁོ་ན་ད་རེས་སེམས་ལ་འཕྲང་ཡང་འདུག་མཁན་ཡང་ན་ཧ་ཅང་ད་རེས་ཁྱད་པར་དུ་ཡང་ན་ཅིག་མི་རིགས་གཞན་པ་ཚོ་གྲོགས་གནས་ན་དྭངས་སང་གི་ཅིག་སྐད་གྲགས་མཁན་གི་ནས་ན་ཅིག་ནི་མོ་ཚོ་ཡིན་ནས་ན་ཧ་ལས་སྐྱིད་ཀྱི་དེ་ལ་ད་རེས་ཉམས་སུ་འགུལ་ན་སེམས་ཞི་བ་གྱིས་ཀྱང་འཛིན་ན་དེ་ད་བར་གཟའ་ལ་ཕར་ཆེར་ངོས་འཛིན་དགོས་ས་རེད། ཡིན་ན་ཡང་དེ་ལ་བརྟེན་ནས་ད་ནི་རང་ལ་ཅིག་ཡང་དག་པའི་གནས་ལུགས་ཡིན་ན་འདྲ་གི་འཚོ་བའི་མདུན་ལམ་ཡིན་ན་འདྲ་གི་ཅིག་འདི་ཚོ་ཐམས་ཅད་དུ་ནི་ཡེ་ཤུ་ཟིག་ཏུ་ཅིག་མདུན་ཐུག་ཐུབ་ཀྱི་མ་རེད་བསམ་གི། དེ་ཡིན་ན་ང་ཚོས་ཅིག་ཞི་འཚོགས་ཀྱི་ཁྲོད་དུ་ནི་སྤྱིར་ན་ང་ཚོས་སངས་རྒྱས་པའི་ཆོས་ལུགས་ཀྱི་ཟེར་ན་ད་རེས་ཟེར་བ་ལྟར་འདི་ནས་ནི

དེ་ད་རེས་དང་དུ་ལེན་བྱུང་ནོ་རེ། ཡང་གཅིག་དབང་པོར་ནོངས་པོ་ཟིན་ནས་བཟུང་སྟེ་རང་གི། ཐོག་མ་ཉིད་ནས་ནི་དེ་ད་རེས་རྒྱུ་མཚན་དེ་ལ་ཨ་ནེ་ཡང་དུ་བློ་གཟུ་བོར་གནས་པའི་སྒོ་ཀུན་ནས་ནི་རྟག་ཕྱིར་གཞི་མོ་ཞེས་ནི་རེ། རྟག་ཕྱིར་གཞི་མོ་ཞེས་གནས་ལུགས་ཡང་དག་པ་དང་མཐུན་པ་ཟིན་ན་འོ་ད་འདི་ངས་དང་དུ་ལེན་པར་བྱེད། གནས་ལུགས་ཡང་དག་པ་དང་མཐུན་པ་ཟིན་མ་ནས་ན་བཏང་དང་མི་ལེན་ཞིག་ཟེར་དཔེར་ན་སངས་རྒྱས་ཕྱག་རྒྱ་དང་བ་ང་ཅིག་གིས་སྐྱབས་སུ་འགྲོ་རྒྱུ་ཡིན་ནི་ན་ད་ལྟའི་ད་རིག་དཔེར་ན། ཅིག་ཚབ་ངེག་བྱུང་ན་སྟོན་པ་ཚབ་མ་བསྒྲུབ་པ་ཚབ་མི་སྐྱེ་བའི་བསྒྲུབ་པ་ཟེར་མོང་གཟུགས་འགྲོ་དུ་ཡང་ཆོས་གོས་ད་རིག་ཆེད་ལས་གི་གཞུང་ལུགས་ཀྱི་བཤད་པ་ཟེར་ངས་འདི་མཚམས་ཀྱང་མོང་གཟུགས་བཤད་ནི་ན་ང་ཚོས་ད་རིག་མོང་གཟུགས་ཀྱི་གོ་ནི་མི་གོ་ནི་ཡང་གསལ་བོ་མི་ཤེས་ད་ན་ད་མདོར་ཚིག་ར་འདི་ནི་ན། དངོས་གནས་ཅིག་ནང་ཆོས་གོས་དེ་གི་བཏབ་པ་འདི་ཡང་ན་བཏབ་པ་དེ་ལ་ཚབ་མོང་གཟུགས་ཡོད་གི་དེའི་ཚབ་ནང་རྐྱེན་དོ་ཡ་བོ་འདི་ད་པ་ཟིབ་ཟེར་ན་གཙོ་བོ་ཤེས་རབ་ཟེར་རེད་ཕྱི་རེ་ཟེར་ནས་ན། དེའི་གནས་ལུགས་དགའ་ས་བོའི་གནས་ལུགས་དེ་ལ། ཐུན་མོང་མ་ཡིན་པར་ངེས་ཤེས་ཟིག་སྐྱེས། དེ་ལྟ་རེ་གི་གཅིག་ཕྱིར་མི་ལྡོག་པ་དང་གཞན་གི་རྒྱུར་དུ་མི་བལྟོས་པ་དང་གཞན་གི་གཞན་དུ་དྲང་དུ་མི་བལྟོས་པ། ཧ་ལས་གཅིག་གི་གཅིག་ད་པ་བརྟན་པོ་ཟིག་དེ་མོ་ཟིག་སྐྱེས་ཡོང་ནི་རེད་དེའི་ནང་ཚུ། སངས་རྒྱས་ཆོས་ལུགས་ཀྱི་དབང་དུ་བྱས་ནས་ན། དགེ་སློང་དག་གི་མཁས་རྣམས་ཀྱིས་རྟག་པར་བྱ་ལ། ཆེན་པོ་ལྕགས་ཀྱུ་བརྡར་བའི་གསེར་བཞིན་དུ་རྟག་པར་བྱ་ལ་ང་ཡིག་པ་བླང་བྱ་ཡིན་གྱི་ཀི་ཤི་མིན་ཙི་ཡིས་སངས་རྒྱས་བཅོམ་ལྡན་འདས་ཀྱི་དཔེར་ན་ཁོང་སངས་རྒྱས་བཅོམ་ལྡན་འདས་རེད་ད་ཁྱེད་ཅག་ག་ཁྱིམ་པ་ཡིན་ན་འདྲ་གི་རབ་ཏུ་བྱུང་བ་ཡིན་ན་འདྲ་གི་ཁྱེད་རྣམ་པས་ངའི་ཆོས་འདི་ཉམས་སུ་ལེན་ནས་ཁྱེད་རང་འདི་རང་གི་རིགས་པ་གི་ཨ་ནི་ཡང་ཏི་སྟག་ཡིན་ད་ན་བཟོ་དང་ད་ལེན་གོ་ཨོ་ང་སངས་རྒྱས་རེད་གོ་ད་འདི་ཁ་ཉན་གོ་ཟེར་མི་ད་ནི་དེ་མོ་ཡིན་མ་གཏོགས་རྫུན་མི་དུར་མང་དུ་གོ་འགྲོ་ཟེར་རེད་དེ་ནང་ཚོས་སློབ་མ་ཚོ་ཡིན་ན་དེང་སང་ཅིག་བླ་མ་དང་དང་པོ་མ་བསྟེན་གོང་འདི་ལ། དེ་སྐབས་བླ་མ་འདི་ཆུ་དང་མཐུན་པ་ཟེར་རེད་དམ་མ་རེད་དེ་བཞིན་དུ་བླ་མའི་ལས་རིགས་བཤད་པ་འདི་ཚོ་བཅས་ཆུ་གི་ངལ་གསོ་གཞུང་ལ་ལྟ་བ་ད་རེད་རེད་དམ་མ་རེད་བསམ་ནས་དེ་བརྟག་ཞིག་ཡིན་ན་ཡང་ཆོག་ནི་རེད་དེ་དང་འདྲ་བ་ཅན་གྱི་ང་ཚོའི་དགེ་རྒན་ཟིག་ཡིན་ན་ར་ནི་ཡང་དགེ་རྒན་དེས་ད་རེས་ཀྱི་ཅིག་ལས་ལེགས་སྦྱར་གཏོང་བྱ་བ་ཤོད་པ་འདི་ཚོ་ཡིན་ན་ར་ནི་སློབ་མས་དེ་ལ་བརྟག་ཞིག་ཤོད་རྒྱུ་ཅན་ཟིག་ཡིན་ན་དེ་མི་འགྲིག་གི་ཡོད་ནི་མ་རེད་བསམ་གི་དེ་འདི་ཕྱིར་ན་ད་རེས་ཀྱི་དགེ་རྒན་དེ་ལ་བརྩི་བཀུར་བྱེད་དགོས་འདྲི་བླ་མ་དེ་ལ་བརྩི་བཀུར་བྱེད་དགོས་འདྲི་ད་ཡང་ང་ཚོས། འདི་ན་ཚ་ཙིག་འཛིན་དགོས་ནི་རེད་དེ་ནས་ལ་ལ་དེ་ཡང་ཅིག་གིས་པིར་བྱེད་ནོ་ད་བྱ་བ་ཡི་ཧ་བསྒྲུབ་ན་ཚང་མ་གིས་པར་བྱེད་སོ་ཧ་བསྒྲུབ་ན་ཚང་མ་གིས་པར་བྱེད་འོ་འདི་བླ་མ་ཡིན་ནོ་འདི་དགེ་རྒན་ཡིན་ནོ་བསམ་གྱི་ཡིན་ན་ཡང་ཤོག་ཅིག་གི་བྱས་ན་ཡང་ཅིག་དེ་ལ་ཅིག་ཕམ་ཁ་ཡང་ཁུ་ཉིན་ཆེ་ནི་རེད་ཡང་ཤོག་ཅིག་ཡང་ན་འོ་ད་འདི་ག་ཚང་རྟོག་བྱེད་དགོས་ནི་རེད་འདི་ལ་ད་པ་གིས་པ་ཅིག་ཡོད་ནི་མ་རེད་ངས་ཡིན་གྱི་མིན་གྱི་གི་རྟོག་བྱེད་བཟུང་ན་དེ་ཡང་ཉན་ནི་མ་རེད་དེ་འདི་བྱ་བ་གང་དང་གང་བསྒྲུབ་ན་ཡིན་ན་ཅིག་ཚུར་ལ་རན་པ་ཟིག་དང་ནི། གནས་ལུགས་ཡང་དག་པ་འཚོལ་བའི་ཕྱིར་དོན་དམ་པ་དེ་ནི་ན་ངས་ལྟོས་ན་ད་རེས་ཀྱི་ལྟོས་ཧ་ཅང་གལ་ཆེ་བོ་རེད་དོ་མ་གཏོགས་རྫུན་མིན་ལ་ཤིང་སོགས་ཀྱི་ཁྲོད་ན་དྭངས་སང་རྙོག་དྲ་མང་བོ་གཟུགས་བྱེད་ཀྱི་ཀྱོ་འདི་ང་ཚོས་ཕར་ཆེ་བ་དུ་ཅིག་མི་རྣམས་ཀྱི་ཤེས་ཡོན་གྱི་དུ་གི་ཚ་དུ་ཅིག་འདི་སོགས་མ་ཡི་གེར་འོན་ཏང་དཔེར་ན་ཆུ་བོའི་ནང་ན་ཡང་ན་དྭངས་སང་རྙོག་དྲ་མང་བོ་གཟུགས་ཀྱི་ཀྱོ་དུ་ཆུ་བོའི་གནས་ལུགས་མ་ཤེས་ན་རེད་ཆུ་བོའི་གནས་ལུགས་ཡང་དག་པ་ཟིག་དུ་ཤེས་ནས་ན་བླ་མ་བསྟེན་ཡང་ཤེས་ན་རེད་ཆོས་སྒྲོས་ཡང་ཤེས་ན་རེད་རང་གི་ད་པ་འཇོག་ཡང་ད་རེས་ཤེས་ན་རེད་ང་ཚོས་ཅིག་དམངས་ཁྲོད་ཀྱི་ནང་ན་ཡང་དྭངས་སང་ཅིག་ཆུ་ལ་བལྟས་ན་གནས་ཚུལ་འདྲ་མི་འདྲ་བྱུང་རྒྱུ་ཆུའི་གནས་ཚུལ་མ་རེད་ད་ཆུའི་སྒྲུབ་སྟོན་དེ་གདབ་པ་ཡང་དག་པ་ཟིག་ད་རྒྱུ་ལ་སྐྱེ་མི་ཐུབ་རེད་ཟེར་དགོས་ན་འདྲ་གི་གདབ་པ་མེད་པའི་སྟོབས་ཀྱི་ནི་དེ་ནས་ད་རེས་གནས་ཚུལ་དེ་ཚོ་བྱུང་ཡོང་རེད་དེ་ནས་ན་མོང་དུ་ད་ནི་ཡང་དག་པའི་གདབ་པ་ནི་གི་དབྱེ་བ་ཤེས་རྒྱུ་འདི་ཁ་ཚང་དེ་རིང་གི་སྤྱི་ཚོགས་ཀྱི་ཁྲོད་དུ་ལ་ཡང་ཅིག་ཁ་ཚར་དགོས་གཏུགས་ཀྱི་ནི་ན་ཚང་མས་ད་རེས་གསང་སློབ་གཏོང་དགོས་ས་ཟིག་རེད་འདི་དབྱེ་བ་ཤེས་དགོས་ནི་ཡིན་ན་ང་ཚོ་ཚང་མ་དེ་ལྟར་སློབ་སྦྱོང་བྱེད་དགོས། སློབ་སྦྱོང་བྱེད་དགོས་དུ། ཆོས་སློབ་སྦྱོང་བྱེད་དགོས། འཇིག་རྟེན་ལ་སློབ་སྦྱོང་བྱེད་དགོས། སློབ་སྦྱོང་བྱེད་པ་པོ་དུ། མི་སྐྱ་ཡིན་ན་འདྲ་གི་རབ་ཏུ་ཆུང་བ་ཡིན་ན་འདྲ་གི་ལོ་ཆུང་ཡིན་ན་འདྲ་གི་རྒན་པ་ཡིན་ན་འདྲ་འདི་ཚོ་ཚང་མ་གི་སློབ་སྦྱོང་མང་ཙུག་བྱེད་ཀྱི་ཡོང་ན་སློབ་སྦྱོང་གི་སྐོར་རུམ་གི་ཁྲོད་དུ་རང་གི་ཡང་ལས་མྱང་རྒྱུ་དང་ལས་མི་མྱང་རྒྱུ་རང་གི་ངོ་ནས་ཡང་ཤེས་ཀྱི་འདུག་གི་དེ་ནས་གཞན་པ་ཚོའི་ངོ་ནས་ཡིན་ན་ཅི་ཡང་ཅིག་གཞན་ལ་སྐད་ཆ་བཤད་དགོས་ན་འདྲ་གི་གཞན་གི་ད་རེས་བཤད་པ་དེ་ལ་ནི་ཅིག་དཔྱད་བརྗོད་བྱེད་དགོས་ན་ར་ནི་དེ་དཔྱད་བརྗོད་བྱེད་ནོ་དི་གནས་ལུགས་དང་མཐུན་པ་དང་རྒྱུ་མཚན་དང་ལྡན་པ་དེ་དེ་ལྟ་བུ་ཟིག་ཡིན་ཚ་དགོས་བསམ་རྒྱུ་བསམ་ཚུལ་དེ་མོ་འདྲི་ཡོད་གི། རེ་མཁན་པོ་ཁྱི་འཚོ་བའི་ནང་བའི་ཅིག་རིགས་པའི་རྗེས་སུ་འབྲང་གོ། ལ་ལ་གི་ཁོ་དུ་མོ་རུ་ཀ་མེད་ཁོ་སོང་བས་ནས་ད་པའི་རྗེས་སུ་འབྲང་གི།

དེ་བཞིན་དུ་དབང་ལྟར་བཏབ་པའི་རྗེས་འབྲང་དུ་ད་རེས་གཙོ་བོ་དུ་བདག་གཅིག་ངུ་ཚོ་ཁ་རྩི་དེ་རིང་གི་ཚོའི་དམངས་ཁྲོད་ཀྱི་ཆོས་ཕྱི་ཚོགས་ན་ཡོད་པའི་མི་ཕར་ཆེ་བ་ཟིག་ཏུ་དེ་ཡིན་དགོས་འདྲི་ཡིན་ན་ཡང་ནི་དེ་བཏབ་པ་གཙང་མ་བཏབ་པ་ཡེ་བྷ་ཟིག་ཏུ་ཡོད་ནི་ཡིན་ན་དེ་ནས་བཏབ་པའི་རྗེས་སེམས་འབྲང་ནི་ཡིན་ན་ཡང་དེ་ལ་ད་རེས་གཅིག་ངུ་གྲིབ་ཐོབ་ཟེར་དགོས་ན་འདྲ་གི་འབྲེལ་བའི་ཐོབ་ནི་རེད། རྒྱུ་རྟག་པ་གཉིས་པ་ཟེར་རྒྱུ་སྐབས་ན་ཡང་ན་ཡང་ལ་བླུན་པོ་ལྟ་བ་ཅན་དེ་ལ་བཞུར་ཡུལ་དངོས་གྲུབ་འབྱུང་སོང་ནི་རེད། ཅི་ང་ཚོ་དམངས་ཁྲོད་ཀྱི་ནང་ན་ཡིན་ན་ཅིག་གནས་ལུགས་དང་ནི་རིག་པ་ཡག་པ་མི་ཤེས་ཀྱི་ཅན་དུ་ཡིན་ན་ཁིར་རྒས་ད་རེས་མྱི་ཚེ་གཅིག་བོ་དེ་ཅིག་མ་ནི་འདོན་རྒྱུ་ཟུར་དུ་འདོན་རྒྱུ་དཀོན་མཆོག་གསུམ་ལ་ད་པ་ཡོད་ནི་ཡིན་ན་དེ་ད་རེས་རྗེས་མ་ད་རེས་འཆི་བའི་གནས་སྐབས་ན་ཡང་ཅིག་འདི་ལྟར་འདྲ་དང་མི་འདྲ་འཇོག་རྒྱུ། དེ་མོ་ཡང་ད་རེས་ཡོད་ནི་རེད་དེ་མ་ཡིན་པར་ང་ཚོ་ཆོས་ལུགས་པའི་གཞན་ཕངས་ཡང་ན་དྭངས་སང་ད་རེས་ཀྱི་ད་འདི་ན་ཡེ་ཤེས་ཆོས་ལུགས་དང་ནི་དེ་བཞིན་དུ་ཁ་ཆེ་ཆོས་ལུགས་ལ་སོགས་པའི་ཡང་ན་གཙོ་བོ་དུ་ད་ཅིག་ད་པི་ཇིང་དྲང་དུ་ཚོགས་གཙོ་བོ་འཛིན་གི་ཡོད་ནི་རེད་དཔེར་ན་ཅིག་བྱེས་པ་པོ་གི་ད་རེས་ལྷ་ཡོད་ཚུལ་ནི་རེད་དེ་བཞིན་དུ་ནི་འཇིག་རྟེན་ད་རེས་སྤྲིན་པ་པོ་ཡོད་ཚུལ་ནི་རེད་འདི་ཚོ་ཐམས་ཅད་དུ་གཙོ་བོ་ད་པ་ཁོ་ན་མང་གཙོ་མཛད་པའི་རིག་པ་གཞལ་དུས་སྣང་བ་སངས་རྒྱས་པ་ཚོ་འདྲ་འདྲ་ན་ཅིག་ག་ཚོད་དེ་རབ་བདེན་སྟོང་ངང་དུ་གྱེར་ཡོང་ནས་ན་ཅིག་ཁྱི་ཅིག་ཀ་ཀ་ལས་འདི་ཟིན་ཡིན་ན་རེད་དེ་ནས་ཁྱེད་རང་དེ་ཅིག་མི་མང་ཆེ་བ་ཟིག་གི་དེ་ནས་ཅིག་ལྟ་པའི་རྗེས་འབྲང་ལ་བརྟེན་ནས་གྱེར་ཡོང་དང་ན་རང་གི་དེ་གི་མི་ཚེ་གི་ཅིག་རིན་ཐང་དང་ན་དེ་བཞིན་དུ་ན་མི་ཚེ་གི་ད་རེའི་བདེན་དོན་དེ་ཚོར་གི་ཡོད་དོགས་ཡང་ཅིག་རེ་ཡོད་ན་རེད་ཡང་ངི་ཚོའི་ད་རེས་གི་ཅིག་ཕྱོགས་གཞུང་དང་ན་ག་ཚོད་དེ་རིང་གི་ཅིག་ཚན་རིག་གི་ད་གཟེགས་བཀྲོལ་ལྟར་དུ་ཡིན་ནས་ན་ད་ལྟ་དེ་ཅིག་དགའ་ཞེན་དང་གཙོ་བོ་ཟིག་དེ་རེད་ད་དེའི་ནང་གི་ཡང་ན་གཙོ་བོ་གནས་ལུགས་ཤེས་པའི་ཤེས་རབ་རིགས་པས་ཇི་སེམས་དྲང་རྒྱུ་འདི་ཧ་ཅང་གལ་ཆེ་གི། ཆེ་རེ་ཟེར་ནས་ན་བརྟག་བྱའི་ཡང་དག་པ་དེ་མི་ཤེས་ཀྱི་ཡང་ཟིན་ན་རང་གི་རྒྱུད་ན་ཡོད་པའི་དེ་ད་པ་དེ་ཅིག་ད་པ་ཡང་དག་ཡིན་དར་མང་དུ་གྱི་འདི་དབྱེ་བ་ཧ་ཅང་ད་རེ་གི་ཤེས་དཀའ་ནི་རེད་དེ་ནས་ན་ཅིག་ང་ཚོ་ཅིག་ཆོས་པ་ཚོ་གི་དགོན་པ་དང་འདི་མོ་ཚོ་ནང་ནས་ཡིན་ན་ནི་དེ་ནས་ཅིག་ཚབ་མ་རིག་པ་གི་ཨ་ནི་ཡང་དག་བརྟག་བྱའི་ཤེས་ནི་རེད། སྔ་མ་ད་རེས་གཞུང་གི་སྐབས་ན་ཡང་དོགས་སོང་བ་ན་རེ། ཐོས་པ་ཙམ་གྱིས་སྒྲོ་འདོགས་མི་ཆོད་ཅིང་སྟོན་དང་བསྟན་ལ་ཡིད་ཆེས་གཉེར་དཀའ་བས་རྩོད་འཆད་བརྩོན་པའི་བྱ་བ་རྒྱབ་ཆགས་ཀྱི་སོང་བ་ན་རེ་དེ་རྩོད་པ་དང་བརྩོན་པ་དང་ནི་དེ་བཞིན་དུ་ནི་བསམ་བློ་གཏང་རྒྱུ་ད་འདི་མོ་གི་བྱ་བ་མང་ཟིག་གིར་དགོས་ཀྱི་ནི་ན་རང་བ་ད་རེས་ཀྱི་ཡང་དག་པའི་ལྟ་བ་ཡང་དག་པའི་ངེས་ཤེས་དེ་སྐྱེ་ཡོད་རེད་དེས་ན་ཕྱོགས་འགའ་རེ་ཡིན་ན་ད་དཔག་གཙང་མ་ཡང་དག་པ་དེ་མོ་ཡོང་ནས་ན

ཡང་དག་ཅིག་དྭངས་སངས་རྒྱས་ནི་དག་ཅིག། ཅིག། ཤེས་བྱ་ཐམས་ཅད་དག་ཅིག། རྟོག་གེ་གི། ཡང་སྲིད། རྟོག་གེ་གི་སྔོན་ནས་ཅིག་རྟག་འདུག་ན་མ་རྟོག་མཛད་ན། རང་གི་རྒྱུད་ལ་རྟག་ཡབ་ཟེར་ཁྱེད་རང་དེ་ཅིག། དཀོན་མཆོག་གསུམ། གི། ཅིག། ནུས་པ་དང་ཤེས་རྣོ་ཅང་ཟིག་ཡང་ཡིད་མི་ཆེས་ཡིན་ན་དེ་ཡང་ད་རེས་ཀྱི། ཧ་ཅང། ཅིག། སྐྱོ་དགོས་པ་འདྲ་ཟེར། ཡང། ཤེས་རིག་ཅིག་གམ་མེད་དེ་ནི་ཅིག་རྟག་པ་ཁོ་ན་ཟིག་ཡིན་ཆོག་ན། ཡང་བལྟས་ལ་ཅིག་ཉིན་ཁ་ཙོག་འདིར་བསྟུན་ནས་བཤད་བ་གང་དང་གང་ཡིན་ན་ར་ན་ཡང་ཅིག་ཤོག་གཉིས་སུ་མ་ལྷུང་བ་ཟིན་ཏོ། ཧ་ཅང་དཀར་ཆེན་པོ་རེད། རི་ཡི་མཁའ་འབོད་ད་ཅིག་ཞུགས་ནས་དད་པ་དང་རང་གི་ཁོར་ཡུག་གི་འབྲེལ་བ་འདིས་ཤོག་རག་དུས་ཚིགས་ཆེ་བ་ཕྱིར། ད་དད་པ་དང་ཁོར་ཡུག་ང་ཚོས་ད་རི་ཁ་ཙོག་དེ་རང་གི་ས་ཆ་འདི་ན་རེ་ཟིན་འཇོག་ན། དེ་ནས་ད་མི་ཚང་མ་དེ་ཅིག། ཆུང་དུས་ནས་བཟུང་སྟེ་ནི་ཆུ་ད་ལྟ་བླ་མ་དཀོན་མཆོག་གསུམ་དང་ནི་དེ་བཞིན་དུ་རང་གི་ཆོས་དགོན་པ་གི་བླ་མ་དང་ནི་འདི་མོ་ཚོ་ཐམས་ཅད་དང་དུ་ད་ལྟ་དུ་ལོ་རྒྱུས་ཀྱི་རང་བཞིན་ཅན་གྱི་སྲོལ་རྒྱུན་འཛིན་གི་སོང་བ་དེ་འདྲ་ཡོད་རེད། ཡིན་ན་ཡང་དེང་སང་གི་གཞོན་སྐྱེས་དང་ནི་གསར་སྐྱེས་འདི་ཚོས་ནི་ཡང་ཅིག་ཁོར་ཡུག་ད་རེས་གཞན་པ། ཡང་ཅིག་སློབ་གྲྭ་ཡིན་ན་ར་འདྲ་གི་དེ་བཞིན་དུ་རྒྱུན་ལྡན་གྱི་ཅིག་འཚར་ལོངས་བྱུང་སྲིད་མཁན་དེའི་འཁོར་ཡིག་འདི་ཚོ་ཡང་ཅིག་བཏབ་པ་དང་མ་འབྲེལ་བའི་ཅིག་མི་རིགས་གཞན་གྱི་ཁྱུ་ཚོགས་དང་འདི་མོ་དང་འབྲེལ་ཡོད་ནས་བཟུང་སྟེ་ཡང་ཅིག་དེ་ལྟ་བུའི་ཅིག་ཆ་རྐྱེན་ཚོ་ཡོད་དགོས་ནི་མ་རེད། བྱེད་སྤྱོད་ཀྱི་མི་སུ་དང་སུ་ཡིན་ན་ང་ཚོས་འཁོར་ཡིག་དེ་ལ་བརྟེན་ནས་ད་ཕར་འབྱུང་འགྱུར་དུ་ཆོས་ཉིད་འདི་འཛིན་ནི་རེད། ཡེ་ཤེས་ཆོས་ལུགས་ཀྱི་དབང་དུ་བྱས་ནས་ན་ད་ཆུང་ཆུང་ནས་ཡེ་ཤེས་ཆོས་ལུགས་ཀྱི་ཁྱིམ་རྒྱུད་ཚིག། དེ་མོ་ཟེར་སྐྱེས་མཆོག་ཅིག་ཟིན་ནས་ན་དེ་ནས་ཆང་ཆང་ཡིན་འདུག་ཤི་པ་དེས་ཀྱི་རང་གི་ལྷ་དང་ནི་དེའི་རང་གི་ད་རེས་ཀྱི་ཕ་མ་ཚོ་དེ་ནས་དམ་དུ་བཟུང་ཡོད་ནོ་ཆོས་ལུགས་ཀྱི་ལྟ་བ་དེ་ལ་ཅིག་རང་ཞིག་ལྷན་སྐྱེས་ཀྱི་ཚུལ་དུ་ཡང་བཏབ་པ་ཟིག་ཏུ་ད་རེས་སྐྱེས་ཡོང་རྒྱུ་དེ་མོ་ཡིན་རེད་དེ་དང་འདྲ་བར་ཅང་གི་ང་ཚོ་ཅིག་འོས་པ་ཟིག་ཡིན་ན་ད་རེས་ཀྱི་མདོ་དབུས་ཁམས་གསུམ། གངས་ལྗོངས། ཁོར་ཡུག་ཚང་མ་དེ་གཅིག་སྣང་བ་སངས་རྒྱས་པ་སངས་རྒྱས་ཕྱག་རྒྱ་ཐེབས་པའི་ཆོས་ལུགས་འདི། ད་བོད་ཀྱི་མོ་འཁོར་ཡུག་ཟིག་སོང་རེད་ད་དེའི་འཁོར་ཡུག་དེ་ཅིག་འཚར་ལོངས་བྱུང་བ་ཟིག་ནས་ན་ཡང་ཅིག་མིག་ཟུར་འགའ་རེ་མ་གཏོགས་ཙམ་མིན་ན་ཡང་ཅིག་ཚང་མ་དེ་ཅིག། དེའི་ཆོས་དེ་ལ་ཅིག་དད་པ་དང་ནི་དད་ད་རེས་དགའ་ཞེན་ཡོད་རྟགས་ད་རེས་ཤ་སྟག་སོང་རེད་དེ་ནས་བཟུང་སྟེ་ང་ཚོས། ད་ཅིག་ཆོས་ལ་དད་པ་འདི་ཅིག་འཁོར་ཡུག་དེ་ལ་ཧ་ཅང་ད་རེས་འབྲེལ་བ་ཡང་ཡོད་ནི་རེད། དེ་དང་འདྲ་ཅང་གི་དེང་སང་སྤྱི་ཚོགས་སྟེང་གི་ཡང་ན་ཅིག་སློབ་སྦྱོང་ཞིག་བགྱིད་རུང་དང་དཔེར་ན་ང་ཚོ་ཅིག་བོད་པ་འདི་ཚོ་ཡིན་ན་ཡང་ཅིག་ས་ཆ་གཞན་དང་ནི་རྒྱལ་ཁབ་གཞན་དང་ནི་འདི་མོ་ཚུར་སོང་བགྱིད་རུང་དེ་ཡང་དེང་སང་འགའ་རེ་འགའ་རེ་དང་ཅིག་ཡེ་ཤེས་ཆོས་ལུགས་དང་ནི་ཆོས་ལུགས་གཞན་པ་ཚོ་ལ་ཡང་དད་པ་དང་ནི་དེ་ལ་དེ་རིགས་བཞེས་བགྱིད་དེ་ཡང་མི་ཚོར་མང་པོ་ཟུར་དུ་ཡོད་དགོས་ནི་རེད། དེ་དང་འདྲ་ཅང་གི་ང་ཚོའི་ཉེ་འཁོར་གྱི་ཡང་ཅིག་མི་རིགས་འགའ་རེ་དེ་ཡང་ད་འཁོར་ཡུག་ཅིག་འོད་བརྒྱུད་ནང་སྟེང་གི་ཆོས་ལུགས་འདི་ལ་ཡང་དད་པ་ཞེན་མཐོང་དང་ཁ་ཚི་དེ་རང་ཡང་ང་ཅག་གི་མཐོར་གུན་གྱི་ད་རིག་གི་ད་གངས་ཕྲུག་ཙེར་གོ་ནང་འདྲ་གི་ས་ཆ་འདི་ཚོ་ཡིན་ན་ཡང་ཅིག་མངོན་སུམ་དུ་གྱུར་ཡོད་ནི་གི་གནས་ཚུལ་དེ་མང་དུ་རེད་དེ་ནས་ན་ཕྱིར་ན་ཅིག་དད་པ་འདི་ཅིག་ལྷན་སྐྱེས་ཀྱི་རང་གི་སེམས་མ་ཡང་དེ་བག་ཆགས་གཟུགས་དང་ན་དེ་རྒྱུ་རྐྱེན་གཟུགས་ཡོད་ནི་རེད་དེ་དང་འདྲ་ཅང་གི་ཡང་ང་ཚོའི་འཁོར་ཡུག་དེ་ལ

ངས་བཤད་བསམ་རྒྱུ་གཙོ་བོ་ཆེ་རེ་ཟན་ནི་ན་ཕྱིར་ན་ང་ཚོའི་དབུ་བ་ཚང་མ་དེ་ཡང་ཅིག་སངས་རྒྱས་ཆོས་ལ་སོགས་པ་གི་ནི་ནང་ནས་ལུགས་ཡང་དག་པ་ལ་བཏབ་མཁན་ཤ་སྟག་བཟང་བོ་ནི་རེད་ད་རུང་ཡང་ན་གཞོན་སྐྱེས་འདི་ཚོས་ཡང་ན་རང་གི་ཕ་མའི་སྤྲོ་སྐྱིད་ཡང་དག་པ་འདི་ཅི་འདྲ་ཡིན་ཤེས་རབ་ཀྱི་མིག་ཡོངས་སུ་བགྲད་དེ་ནི་ཨ་ནེ་ཡང་འདི་ལྟག་ཞིག་བྱས་ཏེ་རང་གི་མདུན་ལམ་ཕུན་སུམ་ཚོགས་པ་འདི་འཚོལ་སྙེག་བྱེད་རྒྱུ་འདི་ཧ་ཅང་གལ་ཆེ་བ་རེད། དེ་ལ་བརྟེན་ནས་ད་ནི་གཅིག་བླ་མ་དགེ་བའི་བཤེས་གཉེན་ཡང་དག་པ་འཚོལ་རྒྱུ་དང་གཞུང་ལུགས་ཡང་དག་པ་ལ་བློ་སྦྱོང་བྱེད་རྒྱུ་དང་ཁོར་ཡུག་ཕུན་སུམ་ཚོགས་པ་འདི་རང་གི་ཡང་གཅིག་ད་འདེམས་གཤེར་བྱེད་ཀྱི་ཕྱིར་ཡོང་བས་ད་ནི་དེ་ནས་གཅིག་རྒྱུ་དང་དད་པ་ཡང་དག་ཟིག་བསྐྱེད་རྒྱུ། དེ་ནས་དད་པ་ཡང་དག་པ་ལ་བརྟེན་ནས་ནི་དེ་ནས་ལྟ་བ་ཡང་དག་པར་སྐྱེ། ལྟ་བ་ཡང་དག་པ་ལ་བརྟེན་ནས་ནི་ང་ཚོའི་ད་རེས་ཀྱི་ད་ཅིག་ཉེ་འཁོར་ན་ཡོད་པ་གི་འགྲོ་བ་མི་ཡིན་ན་འདྲ་གི་དེ་དང་མ་ཡིན་པ་གི་འགྲོ་བ་སེམས་ཅན་ཐམས་ཅད་པོ་འདི་ཚོ་ཐམས་ཅད་དག་ནི་དེ་ནས་ཅིག་ཐག་པ་ཆེན་པོ་ཆུ་ཡི་ནང་ན་བཤད་པ་ལྟར་དུ་ནགས་བྱ་ན་ཕམ་པའི་དུ་བྱ་བ། འདི་ཚོ་སྒྲུབ་རྒྱུ་འདི་ག་ཚོད་དེ་རང་འཛམ་བུ་གླིང་གི་རི་འདི་གར་བཏང་བ་ཐམས་ཅད་ཀྱི་ནང་གི་ཡང་ན་ཆེས་ཕུར་དུ་ཕྱིན་པ་རེད་དེ་ནི་ང་ཚོ་ཅིག་བོད་པ་ཚོ་ཚང་མས་ཡང་ན་ཅིག་འཛམ་གླིང་ལ་ཁ་ཕྱོགས་ས་ཟིག་དང་ནི་དེ་བཞིན་དུ་མ་འོངས་བ་ལ་ཁ་ཕྱོགས་ས་དབུལ་དགོས་གི་ནི་རང་དང་གཞན་ཚང་མ་ལ་ཅིག་ནུས་པ་གང་ཡོད་བཀོལ་དགོས་གི་ནི་ཕམ་པ་སྒྲུབ་རྒྱུ་འདི་ཆེས་གལ་ཆེན་པོ་རེད། རྒྱུན་དུ་ཡང་ངས་དུ་བསམ་གི་ཡོད་དེ་ནས་ཚང་མ་ལ་ཡང་རེ་བ་དུ་བཞིན་ཡོད།
རེད་མཁན་པོ། ཁྱོད་བཀའ་དྲིན་ཆེ་ཆེ་གོང་ནས་དད་པ་དང་མང་དུ་གི་འདི་ཞུ་བ། རིག་གནས་རང་བཞིན་གི་འགྲེལ་བཤད་རྒྱབ་དང་ད་ཡིན་ན་ཡང་ཁྱོད་ཁ་བརྡ་ལེ་ཚན་གི་དུས་ཚོད་ཀྱི་དབང་གི་ཁྱོད་རྒྱ་ཤང་རྒྱུ་བ་བཤད་ས་མི་འཇུག་གི་ཡང། རྗེས་ཕྱོགས་གི་གོར་སྐུ་འོད་རུ་ཡང་འོས་ཤིག་མུ་མཐུད་དུ་འདི་ཞུ་བ་ཁ་བརྡ་ཡི་རྒྱུ་ཡིན། རེད་བཀའ་དྲིན་ཆེ། རེད་བསྟན་ཁོ་རྣམ་པ་ཁ་བརྡ་ལེ་ཚན་རྒྱུན་བཙུགས་ཁ་ངར་བྱས་ཀྱི་བཟོ་ནོ། ཡང་དེ་རང་ནང་ཁ་བུ་ཆོས་དར་ཆོས་ཆེ་བས་དཀའ་ཆ་བཟོ་ནོ་ཆོས་བཟོ་བསད་ཀྱི་ན་དད་པ།

ཡང་ཡིན་ནའང་དེའང་མི་འགའ་དུས་ཀྱི་འཕེལ་རྒྱས་དང་བསྟུན་ནས་བརྡ་དང་བྱ་བ་ལ་ལ་ཟ་ག་འགྱུར་ལྡོག་བྱུང་དགོས་ཀྱི་ཡང་དག་པ་འདི་ཡིན་གྱི་ན་ར་ཡང་སྟེ་གསར་སྐྲུན་གྱི་སྐུ་ཉིད་ཉུང་ཤས་ཟིག་གི་སྔོན་ཆད་ཕ་མེས་ཡང་སྒོས་ཀྱི་དག་པ་ཡིན་ནོ་དག་པ་འདི་སྤྱིར་བཏང་ཡིན་ཡང་གཞན་པ་དག་པ་ཡི་སྒོ་ནར་ཡོད་གི་འདི་ཡིན་གྱི་ན་ཉི་ལ་ལ་ཟིག་གི་ཉི་འདིར་ག་དཔའ་བོ་རེད་ཟེར་དགོས་ཀྱི་ཡང་ཉི་ལ་ལ་ཟིག་ཡིན་གྱི་ན་འདིར་ག་གླེན་པ་རེད་ཟེར་དགོས་ཀྱི་ཡང་ཉི་ལ་ལ་ཟིག་གི་འདིར་ག་རྟོགས་དཀའ་བ་ཟིག་རེད་ཟེར་དགོས་ཀྱི།